ད་རིང་བོད་ཟླ་ལྔ་པའི་ཚེས་བཅུ་དང་ལྷ་སྐར་ཉིན་མོར་བོད་ཀྱི་བརྙན་འཕྲིན་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ད་རིང་གི་ལེ་ཚན་ནང་དཔེ་ཀློག་དང་འབྲེལ་བ་ཡོད་པའི་རྒྱུན་སྤྱོད་ཐ་སྙད་ཁག་ཅིག་ངོ་སྤྲོད་ཞུ་ཡ་ཡིན་པས་རྣམ་པ་ཚོས་དེ་དོན་ཐུགས་སྣང་གནང་བའི་རེ་བ་ཡོད། དང་པོ། Bookshop། དཔེ་དེབ་ཚོང་ཁང། གྲོང་དེབ་དང་བརྙན་དེབ་སོགས་དཔེ་དེབ་ཀྱི་རིགས་ཚོང་འགྲེམས་བྱེད་སའི་ཚོང་ཁང་ཞིག་ལ་དཔེ་དེབ་ཚོང་ཁང་ཟེར་གྱི་ཡོད། ད་ག་ནང་བཞིན Book Store ལ་ཡང་དཔེ་དེབ་ཚོང་ཁང་ཟེར་གྱི་ཡོད་རེད། གཉིས་པ། Book Worm། དེབ་མང་ཀློག་མཁན། གོ་དོན་ནི་རྒྱུན་དུ་དཔེ་ཀློག་བྱེད་ནས་བསྡད་མཁན་གྱི་མི། གསུམ་པ། Book Dog། དཔེ་ཀློག་ཀུན་སློང། དཔེ་དེབ་ཅིག་གི་ནང་དོན་དང་མི་སྣ། དོན་རྐྱེན་གྱི་བྱུང་རིམ་སོགས་སྙིང་བསྡུས་ཙམ་ངོ་སྤྲོད་བྱེད་པའི་སྒོ་ནས་གཞན་ལ་དཔེ་དེབ་ཀློག་རྒྱུར་བློ་སྟོབས་སྤེལ་བྱེད་དུ་དམིགས་པའི་གཏམ་བཤད་ཀྱི་རིགས། བཞི་པ། Book Tour། དཔེ་དེབ་ངོ་སྤྲོད་སྐོར་སྐྱོད། རྩོམ་པ་པོ་ཞིག་གིས་གསར་དུ་དཔར་སྐྲུན་བྱས་པའི་དཔེ་དེབ་ཀྱི་སྐོར་ལ་གོ་རྟོགས་སྤེལ་ཆེད་དང་ས་གནས་ཁག་ལ་རིམ་པ་བཞིན་བཅར་འདྲི་དང་གཏམ་བཤད་ལ་སོགས་སྤེལ་བའི་ལས་རིམ། ལྔ་པ། Book Fair། དཔེ་དེབ་ཁྲོམ་འདུས། དཔེ་དེབ་པར་སྐྲུན་བྱེད་མཁན་དང་འཚོང་མཁན་རྣམས་ཀྱིས་སོ་སོའི་དེབ་འཚོང་རྒྱུར་གཞན་སྐྱོད་བྱེད་ཐབས་ཀྱི་འགྲེམས་སྟོན་ཞིག། དྲུག་པ། Book Review། དཔེ་དེབ་དཔྱད་བརྗོད། དཔེ་དེབ་ཅིག་གི་ནང་དོན་དང་རྩོམ་སྟངས། ལེགས་ཆ་སོགས་ལ་གཞི་བཟུང་ནས་དགེ་སྐྱོན་སྤྱད་པའི་རྩོམ་ཡིག་གི་རྣམ་པ་ཞིག། བདུན་པ། Book Signing། དཔེ་དེབ་ཚན་བརྒྱུད། གསར་དུ་ཐོན་པའི་དཔེ་དེབ་ཅིག་ལ་རྩོམ་པ་པོ་རང་ཉིད་ཀྱིས་མཚན་རྟགས་བཀོད་ནས་རང་གི་དགའ་ཞེན་ཅན་རྣམས་ལ་ཚོང་འགྲེམས་བྱེད་པའི་ལས་རིམ་ཞིག། གྱེས་པ། སྦུག་མག། སྡེབ་རྟགས། དཔེ་ཀློག་བྱེད་པའི་གནས་སྐབས་སུ། ཤོག་བུའི་བར་ལ་མཚམས་རྟགས་འཇོག་བྱེད་དུ་སྤྱོད་པའི་སྔོན་པོ། དགུ་པ། Book Shelf། དཔེ་སྒྲོམ། དཔེ་དེབ་གསོག་འཇོག་བྱེད་ཆེད་དུ་བཟོས་པའི་བང་ཁྲི། བཅུ་པ། Audio Book།

ཤེས་རིག་གཏན་འབེབས་བརྡ་ཆད་ཅེས་པ་གཉིས་ཀྱི་ནང་དུ་རིམ་པས་འཇོག་བཞིན་ཡོད་པའི་རྣམ་པ་ཚོས། ཁ་བྱང་འདི་གཉིས་ལ་བསྔགས་ཞུ་གནང་རྒྱུ་མ་རྙེད་པ་གནང་རོགས། དེ་བཞིན་འདི་ག་ཤེས་རིག་ལས་ཁུངས་ནས་ད་བར་གཏན་འབེབས་གནང་ཟིན་པའི་རིག་གསར་ཐ་སྙད་རྣམས་ང་ཚོའི་དྲ་ཚིགས་ཁ་བྱང། www dot tripterminology dot net དང་བཀོལ་སྤྱོད་སྙིང་རྗེ་ཀྱི་ཁ་བྱང། Tripterm། ཞེས་པ་གཉིས་ཀྱི་ནང་དུ་གཟིགས་རྒྱུ་ཡོད་པའི་རྣམ་པ་ཚོས་དྲ་ཚིགས་དེ་འཚོལ་བཤེར་དང་བཀོལ་སྤྱོད་མཉེན་ཆས་དེ་ཕབ་ལེན་གནང་སྟེ་གཟིགས་རོ་གནང་ཞུ་རྒྱུ་ཡིན། དེ་དང་ཆབས་ཅིག་ལེ་ཚན་འདིས་རྒྱ་ཁྱབ་འགྲོ་བའི་ཆེད་དུ་སྐུ་ཉིད་ནས་གཟིགས་སྒྲུབ་པའི་རྗེས་ལ་རང་གི་ངོ་ཤེས་གྲོགས་པོ་གྲོགས་མོ་དང། སྤུན་མཆེད་སོགས་བོད་ཀྱི་སྐད་ཡིག་དང་རིག་གནས་ལ་དོ་སྣང་ཡོད་མཁན་རྣམས་ལ་བརྒྱུད་བསྐུར་མང་ཙམ་གནང་བའི་འབོད་སྐུལ་ཞུ་རྒྱུ་ཡིན། ང་ཚོ་ལེ་ཚན་རྗེས་མའི་ནང་ཡང་བསྐྱར་མཇལ་ཡོང་ཐུགས་རྗེ་ཆེ།